ལེའུ་བཅུ་པ་རབ་ཏུ་བྱུང་བ་ཞིག། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ཐེངས་བཞི་པའི་གྲོང་ཁྱེར་གྱི་གཟིགས་སྐོར་སྐབས། ཁོང་གིས་སྐྱེད་མོས་ཚལ་ཞིག་ནས་ཡིད་སེམས་ལྷོད་ལ་ཕབ་ཅིང་སེམས་པ་སྤྲོ་སྣང་གིས་ཁེངས་པའི་སྐྱེ་བོ་ཞིག་སྟེ། ལུས་ལ་ངུར་སྨྲིག་གི་ན་བཟའ་ཞེས་པ་ཞིག་གཟིགས་པས་ཁ་ལོ་བསྒྱུར་བ་ལ་སྨྲས་པ་ཁ་ལོ་བསྒྱུར་བ། ཕ་གིས་སྐྲ་བཞར་ཏེ་གུ་རིལ་བཟོས་ཤིང། ངུར་སྨྲིག་གི་རྒྱལ་མཚན་གོས་སུ་བཀླུབས་པའི་སྐྱེ་བོ་དེ་སུ་ཞིག་རེད། ཁོང་གིས་བཞིན་རས་ལས་དེ་འདྲའི་སྤྲོ་སྣང་གི་རྣམ་པ་ཞིག་ཅིའི་ཕྱིར་མངོན་པ་ཡིན། དེས་ན་ཁོང་གི་འཚོ་བའི་སྤྱོད་སྟངས་དང་འཚོ་བའི་ཕྱིར་དུ་བྱ་བ་ཅི་ཞིག་སྒྲུབ་ཀྱིན་ཡོད་ཅེས་བཀའ་འདྲི་གནང་བར། ཁ་ལོ་སྒྱུར་བ་ན་རི་རྒྱལ་སྲས་རིན་པོ་ཆེ། ཁོང་ནི་གྲྭ་པ་ཞིག་ཡིན་པས་བཞུགས་གནས་ནི་དགོན་པའམ་གཙུག་ལག་ཁང་རེད། ཡུལ་ཕྱོགས་གཅིག་ནས་གཅིག་ཏུ་བརྒྱུད་དེ། ཡུལ་མི་མང་ཚོགས་རྣམས་ལ་ཐབས་ལམ་གང་འདྲ་ཞིག་ལ་བརྟེན་ནས་བདེ་སྐྱིད་ཇི་ལྟར་བསྐྲུན་དགོས་མིན་དང། ཡ་རབས་བཅུད་བཟང་ཇི་ལྟར་བྱེད་དགོས་མིན་སོགས་ཀྱི་ཐད་ལ་བཀའ་སློབ་གསུང་བཤད་གནང་ནས་ཕེབས་ཀྱིན་ཡོད་ཅིང། བཟའ་བཏུང་གི་ཕྱིར་ཁྱིམ་ཚང་ནས་ཁྱིམ་ཚང་བརྒྱུད་དེ་བསོད་སྙོམས་སློང་ནས་ཕེབས་བཞིན་པ་རེད་ལགས་ཞེས་ཞུས་པ་ན། རྒྱལ་སྲས་ཀྱི་ཐུགས་ཡིད་རབ་ཏུ་དགྱེས་ཏེ་བདག་གིས་ཀྱང་ངེས་པར་དུ་ཁོང་དང་འདྲ་བར། བྱ་བ་བྱེད་ཀྱི་ཡིན་དགོངས་ནས། དགའ་ཞིང་སྤྲོ་བའི་ངང་མེ་ཏོག་ལྡུམ་ར་ནས་ཤར་མར་ཕེབས་ཏེ་སྐུ་ཐང་རྨ་ཆད་ཀྱི་བར་ཞབས་ཐང་ལ་བྱོན། མཐར་སྐུ་གཉིས་པ་ན་བསིལ་གྲིབ་ལྡན་པའི་ཤིང་སྡོང་ཞིག་གི་བ་ངན་བསོས་ཏེ་བཞུགས་པ་དང་སྐབས་འཁེལ་བར། ཁོང་གིས་བཙུན་མོ་གྲགས་འཛིན་མ་ལ། ཆེས་ཁམས་དྭངས་ཤིང་ལང་ཚོ་རྒྱས་པའི་སྲས་ཤིག་འཁྲུངས་པས་སྙན་གསན་བརྗོད་མ་ཐག་ཁོང་གིས། ཨོ། ང་ལ་བར་ཆད་ཅིག་སྐྱེས་སོང་ཞེས་གསུངས་པས། སྐུ་སྲས་ཀྱི་མཚན་ལ་ཡང་སྒྲ་གཅན་འཛིན་ཞེས་བཏགས་སོ།